ཨོ། ཁྱེད་ཀྱི་དེ་ལས་ཡོང་ཕྱིར། ཨ་ནི། ད་འདི་སྔོན་མ་ང་ཚོ་འདྲ་པར་བཟོས་ཡ་དེ་ཡིན་ན་འདི། ཕར་ལྟ་བ་ཡིན་ན་དེ་ཚོས་འདྲ་པར་དག་དེ་ཚོ་ཁག་གསར་བུ་འདྲ་འདྲ་དག་ཅིག་ཧ་ལས་ཡོད་གསར་བུ་འདྲ་འདྲ་དེ་འདྲ་མི་འདུག་ཨ་ཅེ་ཏང་གིས་དེ་ཚོ་ཆེ་རུ་གཏོང་བ་ཡིན་ན་འདྲ། འདི་བུ་གུ་གཉིས་ཀྱི་དེ་པར་དུ་བཟོས་ན་དེ་ཚོ་ནང་ཐིང་ཐིང་འདྲ་བོ་དེ་འདྲ་གི་གསར་བུ་མེད་པ་འདྲ་བོ་ཅིག་འདུག་ཨ། དེ་འདྲ་འདི་ན་ངས་དེ་འགྲིག་གི་མི་འདུག་ཨེ། པར་ཏི་སི་ཁ་སེར་ཨ་འདི་འདི་མཚོན་རྟགས་དང་མཚོན་སྙིང་ལྕི་མོ་གསར་པོ་དགོས་ཀྱི་འདུག་ལབ་ཤར་འདི་ན་དཔེ་ན་འདི་སྔོན་ན་འདི་ཡོག་མ་རེད་མཚོན་རྟགས་ཧ་ཅང་གསར་པོ་ཡོད་པ་ལ་ནི་དེ་འདྲ་ཅི་ཡང་འདི་ན་ཁོ་རང་གི་འདི་ཨ་འདི very vivid colours ལབ་འདུག་ཨོ་ད་ག་རང་ཡིན་གཅིག་གི་ཁོ་པར་དང་མཚོན་དཔེ་གསར་གསར་ཐིང་ཐིང་གཅིག་དགོས་རེད་ལབ་ཤར་འདུག་དེ་འདྲ་ཡིན་བཟོས་ཡང་འདི་ན་འདི་ད་ད་དཔེ་གསར་པོ་བཟོ་ཤར་འདུག་ཡང་རྣམ་པ་དེ་ཚོ་འགྱུར་བ་བཏང་ཤར་འདུག་ཁོ་རང་གི་རྣམ་པ་འགྱུར་བ་དང་ཨ་ནི་པར་གི་མཚོན་རྟགས་དང་མཚོན་དཔེ་ཁ་གསར་མོ་ད་པས་ཅེས་སྣུམ་ཞིག་ཤུལ་འོག་ཏུ་བཟོ་བཞག་འདུག་དེ་ནི་ལྟ་བ་ཡིན་ན་འདི་འདི་འདྲ་ཅིག་རེད་འདོད་རྗེས་མ་བཟོ་བཅུག་བཏང་རྒྱུ་རེད། སྔ་མ་གི་དེ་འདི་འདྲ་བ་ཅིག་ནང་དེང་དེང་འདྲ་བོ་ཅིག་ནམ་ཞིག་ལས། ཁ་བ་འབབ་འགྲོ་མི་འགྲོ་བསམ་ཆེད་འདྲ་བོ་ཅིག་རེད་འདོད། འོ་དེ་འདྲ་ཅིག་དེ་ག་ནང་བཞིན་གྱི་ད་ཕྱིར་འགའ་རེ་བཟོ་སྙིང་བྲི་བ་ཡིན་ན་འདི་ལ་ཁ་གསར་པོ་དང་ཨ་ནི། ཚོན་མདའ་ཁ་གསར་པོ་དགོས་ཟེར་ཡ་འདྲ་ན་ཨ་ནི་སྐྲ་སྣ་མ་ནང་འདེད་རྒྱུ་དགོས་ཟེར་ཡ་འདྲ། གཡག་ཁ་ཞིག་དགོས་དགོས་འདྲ་ཡང་ན་སྤོབས་པ་གི་ཁང་པ་ཁ་ཞིག་དགོས་ཟེར་ཡ་འདྲ་འདྲ་དེ་ནི་དགོན་པ་ཁ་ཞིག་དང་ཡང་ན་གྲྭ་བཙུགས་དུས་ཚོད་ཁ་ཞིག་ཡོད་པ་དང། ཡང་ན་སྟན་དག་ལ་སོགས་པ་ལ་སོགས་པ་བས་ད་སོ་སོ་གོ་གོང་བསྒུལ་བ་དང་སོ་ཚོགས་མ་དེ་སོ་སོ་གོ་བའི་ལས་པའི་རྩལ་ལ་བརྟེན་ནས་ད་དཀྲི་གོ་གོ་འདུག་དཀྲི་བའི་སྐབས་སུ་དཀྲི་སྟངས་དེ་འདི་འདྲ་བ་ཇི་རེད་འདུག་ཨ་ད་གཙོ་བོ་དེ་བོད་ཡིག་ཤེས་སོང་བ་ཡིན་ན་ནི་སྐད་ཡིག་གཞན་པ་སྣང་དག་མི་འདུག་ཨ་འོ་ཁོ་རང་གི་དཀྲིས་གི་འདུག་ཨ་འོ་དེ་འདྲ་བ་རེད། དེ་འདྲ་ཡིན་དུས་ན་ད་འདྲའི་སྣང་བ་ཞིག་སྐྱེས་འདུག་ཡིན་ན་ཧ་ཅང་གི་མང་པོ་སྒྲུང་ནང་བཞིན་དུ་ཆེན་པོ་ཆེན་རིང་པོ་དེ་འདྲ་ད་དཀྲི་མྱོང་གི་མ་རེད་མི་ཡོང་ཤོང་གི་མ་རེད། འདི་འདི་མཚམས་ནས་ངོས་ལེན་བྱེད་ཀྱི་མ་རེད་འདི་མཚམས་ནས་ཁོ་རང་གི་ཤོང་སའི་ལས་བརྒལ་སོང་ན་དེ་རེད་ཡི་གེ་མཚམས་དེ་ནས་ཁྱེད་བཞག་རེད། ཨོ་དེ་འདྲ་ཅིག། དེ་ནས་ད་ཡང་འདི་ནས་ང་ངོ་སྤྲོད་གཞན་པ་ཅིག་སྟེ། འདི་ནི Explore Ideas ཟེར་གྱི་འདུག་དེའི་ནང་ང་ལ་ཕེབས། འདིའི་ནང་ནས་ད་ཁྱེད་རང་ལ་ག་རེ་དགོས་ཀྱི་འདུག་དཔེར་ན་འདི་འདི་འདྲ་བོ་གི་རིགས་ཅིག་ཡིན་པ་ཡིན་ན། Three D ཟེར་ར་འདྲ་བོ་དང་ང་ཚོ་ཤིང་དང་གང་ཐབས་ཅིག་བཟོས་ནས་ལག་པ་གི་མཆོང་ཡ་ཡོད་པ་འདྲ་བོ་ཅིག་འདུག་ཨོ་དེ། འདི་ལ Three D ཟེར་གྱི་འདུག་གསུམ D ཟེར་གྱི་འདུག་ཨོ་དེ་འདྲ་བོ་དུ་བྲིས་པ་ཡིན་ན་དེ་ད་ག་རང་བཞག་པ་ཡིན་ན། ཡིད་འོང་ཁོ་རང་གི་འདས་དགྲ་བོ་གི་སྙིང་རྗེ་མོ་དེ་འདྲ་བཟོ་ཡི་འགོད་ར་དེ་འདྲ་ཡིན་དུས་ན་བོད་ན་ཁྱེད་རང་གི་འདས་ལ་ཕན་ཚུན་གྱི་བཟོ་དགོས་ན་འདས་འདི་ཅི་གོ་ཕིད་ཅི། དེ་སོང་ཉིན་བེད་སྤྱོད་དང། ཉིན་ཡོང་བོད་ཡིག་ག་བསྒྱུར། ན་འགྲིག་གི་ད་བོད་ཡིག་བསྒྱུར་ན་ཡིན་ཅི་དེ་ཉིན་ཕྱི་འདི་གི་བོད་ཡིག་ངོས་འཛིན་ཞིག་མ་རེད་ད། འོ་དེ་འདྲ་ཅིར་ཡིན་ཅི་ཡག་ཤོས་ཅི་དེ་ནི་རྒྱ་ཡིག་རེད་ད་ང་ཚོ་ལ་ཁ་དེ་གར་འགྲིག་ར་ཡོད་ནུས་ཅི་འོ་དེ་ཅིག་ཅི། ཨ་དེ་འདྲ་ངོ་སྤྲོད་ཅིག་ཅིག་ཡིན་དེ་ཅི་དེ་ནི།

ད་འདི་གི་སྐར་ཅིག་རེད་ལབ་ན་ད་ཁྱེད་རང་ཡིན་གཅིག་དུས་སུ་ཆག་རྒྱུ་དུས་སུ་བྲིས་འོ་ན་འདི་དུ་བཟོ་བཅུག་བཏང་ཞུས། ཡང་ན་འདི་ལ་དུས་སུ་སྨན་པ་རྒྱབ་ཞུས་ལབ་འདུག་ན་དེང་སང་ང་ཚོ་གི་ཕྱག་ཁྲིད་ཀྱི་ཕུལ་ཁྲིད་ཟེར་ནས་སྐད་ཆ་སྐད་གྲགས་ཆེན་པོ་བརྗོད་འདུག་འོ་དེ་ནང་བཞིན་གི་ཁྱེད་རང་གི་ག་རེ་ཅིག་ཞུས་ལབ་ན་ཁོ་རང་གི་ད་ག་རོག་ཡི་གེ་དྲན་གི་རེད་ཡང་ན་འདི་ནང་གཉིས་པར་ཕྱི་དྲག་བཟོ་ཐུབ་གི་མ་རེད་མཚམས་རེ་བཟོ་གི་རེད་མཚམས་རེ་བཟོ་གི་མ་རེད་དེ་ཡིན་ན་ཡང། པར་བཟོ་ས་ཡག་ཤོས་དེ་འདི་རེད། འདི་ལས་འདི་གི་པར་བཟོ་བ་དེ་ཡག་པོ་ཏག་ཏག་བཟོ་གི་མ་རེད། འོ་དེ་ནས་ཁྱེད་རང་ལ་སྒྲོངས་ཙི་བྲིས་ཞུས་ལབ་ན་འགྲིག་གི་རེད་ཡང་ན་ང་ལ། འདས་གནང་བཞིན་གྱི་ཨ་འདས་འདྲ་བོ་ཟིག་ང་ལ་ཅིག་བཟོ་ཞུ་ལབ་ནས་ད་ཁྱེད་རང་གི་དབྱིན་ཇི་ཏིས་ཏིས་ཤིང་དགོས་ན་དེ་འདྲ་བོ་རོབ་རོབ་ཙི་བྲིས་ག་ང་འདི་བཟོ་བཅུས་ད་ཨ་དེ་ནི་ཏེ་ལི་ཏིས་ཏིས་ཇི་ཙམ་ཙི་བྲིས་ད་ལབ་ནས་ཁོ་རང་ང་ལ་དཔེ་མཚོན་གྱིས་བྲིས་ད་དེ་བཟོ་ལབ་བ་ཡིན་ན་ད་གཟུགས་ཚོགས་མ་དེ་ཁོ་རང་གི་བཟོ་ཡིན་དགོས་རེད། ཨོ་འདས་ཕྱག་བྲིས་ཇི་ཕི་བྲིས་ཟེར་ཡག་རྒྱུ་ད་ག་རང་དེ་རེད་ཡིན་ན་ཡང་ད་ཁོ་རང་ཚོ་གི་ཨ་རྣམ་པ་ཏིས་མ་འདྲ་བ་འདྲ་བོ་ཅིག་རེད་འདུག་ཨ་ཨ་དེ་གྱིས་ད་འདི་ནང་ཉིད་གཙོ་བོ་ཁྱེད་རང་གི་རྩོམ་རྒྱུ་བྲིས་ཞུས་ན་ན་རྩོམ་བྲིས་ཡིན་གྱི་རེད་སྒྲུང་བྲིས་ཡིན་ན་ན་སྒྲུང་བྲིས་ཡིན་གྱི་རེད་སྒྲུང་ཡིན་ན་ན། ཤོག་ངོ་གཉིས་མ་ཞིག་མི་དགོས་ལབ་ན་ཤོག་ངོ་གཉིས་བཟོ་གི་རེད་གསུམ་དགོས་ལབ་ན་བརྒྱ་དགོས་ཟེར་ན་ག་ཚད་དགོས་ན་ག་ཚད་ཙི་ཙི་ལབ་པ་ཡིན་ན་དེ་ཚོད་ཚོད་ཁོ་རང་གིས་སྤྲོད་གི་རེད་འོ་དེ་འདྲ་ཡིན་དེ་ན་འདི་ཆར་རྒྱས་པའི་གྲས་ད་གཅིག་པ་རེད་ཟེར་དེ་ཐོག་ཉམས་དུ་བཅུག་དེ་ནས་ཁྱེད་རང་གིས་འདིའི་ནང་ཉིད་ཁོ་རང་ག་བཟོས་བཟོས་ཁོ་རང་གིས་བཟོ་རྒྱུ་དེ་འདིའི་ནང་ཉིད་ཡོང copy ལབ་ན་འདྲ་ངོ་ཤེས་ལབ་ན་འདྲ་དེ་གཅིག་ཉིད་འདིའི་ནང་ངག་ཉིད་དེ་ནས

ཨ་ནི། ང་ཚོ་གི་འདི་ཡོད་ཨ་ཨེ་འགྲོ་མ་ལགས་ཟེར་ཡག་ཡོད། མ་ལགས་བྱས་ཟེར་ཡག་ཡག་ཁུ་ཤི་མ་ཡིན་པའི་ཁ་པར་རིགས་ཀྱི་དགོས་ཨེ་ན་འདི་ཚོ་གི་ནང་ཡང་ལེན། འདི་ཚོས་ནི། དེ་ནས་འདི་ཚམ་ནས install ཟེར་ཡག་ཅེས་དེ་འདྲ་བྱས་ཨེ་ན་ཁ་པར་གི་ནང་ལ་འདི་ཚོ་གི་ཉིན་ཕྱེད་དུས་སུ་བེད་སྤྱོད་གཏོང་ཆོག་གི་འདུག། ཧོ་དེ་འདྲ་བྱས་ཡིན་ད་ནི་ད་འདི་གི། བཟོ་སྟངས་གི་ངོ་སྤྲོད་དེ་དེ་ཙམ་གྱིས་འགྲིག་པ་ཅིག་ཡིན་ཐུགས་རྗེ་ཆེ།